སྟོང་ཉིད་སྙིང་རྗེ་ཟུང་དུ་འཇུག་པའི་ལམ། ཚེ་ཆར་གསལ་མཛད་རྐང་ཅན་རྟ་མགྲོན་མགོན། ཕྱག་ན་པདྨོ་བསྟན་འཛིན་རྒྱ་མཚོ་ལ། གསོལ་བ་འདེབས་སོ་རྗེ་བཙུན་ལྷུན་གྲུབ་ཤོག། ཟངས་དཀར་ཡོངས་སྲས་རྒན་གཞོན་སེར་སྐྱ་མི་མང། ཡོངས་ལ། རྒྱུད་ལས་སྣང་བཀྲ་ཤིས་བཟླས་ལེགས་བརྗོད་བསྟོད། འདི་རིང།

སྨན་བཅོས་དང་འབྲེལ་ཏེ་ཕེབས་ས་རྒྱ་ཇེ་ཟི་དང་འབྲེལ་ཏེ་གི་གཟུགས་ཀ་ནད་བྱུང་ཆོས་བྱུང་ཆེན་པོ་བ་དེ་ནས་ནི། ཀ་ཕེབས་ཀ་ནང་བཞིན་ལ། བླ་མའི་གཞི་འཇུག་ཚང་མས། སངས་རྒྱས་མན་ལའི་གཟུངས་སྔགས་མང་པས་སངས་མང་པོ་བསགས་ཇི་ཟི་ལ་དེ་ནས་ཀ་ཕེབས་སེ་དོན་འོག་ཏུ་གསུངས་པ་བསངས་ན། འདི་རིང་བཟང་སྐར་ཆོས་སྐུ་ཚོགས་པའི་ཉིས་བརྒྱ་ཚང་མ་ལ་དམིགས་བསལ་དུ་བཞུགས་བ་བཞིན།

སངས་རྒྱས་སྨན་བླའི་གཟུངས་སྔགས་གང་མང་མང་དེ་ནས་བསགས་བྱས་ལ་དེ་ནས་ཞུ་བ་བུ་ལེན། དུས་ནི་མཉམ་པོ། མ་གནས་པ་གནས་དང་རྒྱལ་བའི་ཞབས་གསར་རང་མང་པོ་སངས་མང་པོ་བསགས་བྱས་ལ་ཞུ་བ་བུ་ལེན། བསྐལ་པའི་ཞབས་སྟེ་རྒྱལ་བ་རིན་པོ་ཆེ། དེ་ནས་མན་ཆོད་པོ་ཁྲོ་པོ་རང་རྒྱལ་ལ་ཞུ་ལེན། ཐུགས་རྗེ་ཆེ། ཡང་ཨི། གསུང་ཕྲན་བུ་སུ་ཞིག་དེ་ནས་ས་ནོན་ན། སུ་ཚང་མ་ལ་སྤེལ་བྱེད་ཚེ་ཕི་ཡ་ཞུ་བ་བུ་ལེན།

དགེ་བ་དེ་ཡིས་མྱུར་དུ་བདག། སྨོན་ལས་རྒྱལ་པོ་བསྒྲུབ་གྱུར་ནས། འགྲོ་བ་གཅིག་ཀྱང་མ་ལུས་པ། དེ་ཡི་ས་ལ་འགོད་པར་ཤོག་བཞུགས་ཏེ། ཚང་མས་མང་པས་སང་མང་པོ་འདོན་བྱེད་སྲིད་ཕི་ཨ་ཞུ་བ་པུ་ལིན། ཨི་ཏུ་བོ་ར་ཛད། ཚང་མས། གཟའ་ཉི་མའི་ཆོས་ཚོགས་པོ་གང་མང་དེ་ནས་ཚོགས་ཏེ། ཡུལ་པ། སད་མི་ཚང་མ་འདུས་ཏེ་ཚོགས་བྱེད་སྲིད་ཕི་ཨ་ཞུ་བ་པུ་ལིན། ཡང་བདག་ས་གོང་ལ་བཞུགས་ཀ་ནས་ཞུ་བ་འུན་སན་ཏེ། ཉེ་ཆར་ཚང་མས་ལག་ལེན་ལ་བབ་བྱེད་སྲིད་ཕི་ཨ་ཞུ་བ་པུ་ལིན་ཐུགས་རྗེ་ཆེ་བཀའ་དྲིན་ཆེ་རྒྱུ་ལས།